དེ་ནས་དཔལ་རྒྱུད་སྟེ་རང་གི་ཚེ་ལུས་སྲོག་གསུམ་པོ་ཐང་སྐྱེད་དེ་ངོ་བོ་སྟོང་ཉིད་རྟོགས་པའི་ལྟ་བའི་གི་གདན་དུ་བསྒྲེངས་པ་བསྐྱེད་བསྐྱེད་ཀྱི་སྒོ་ནས་རང་གི་ཚེ་ལུས་སྲོག་གསུམ་པོ་དེ་འཕང་མེད་དུ་གཏོང་ཐུབ་དགོས་ཀྱི་ཡོད་རེད་གཏོང་བྱེད་སྤྱོད་པའི་རྒྱུ་དེ་རེད། གཏོང་ས་བྱེད་པའི་ཡུལ་རང་ལ་གདོང་བ་བྱེད་པའི་སྒྲ་གནོད་པ་བྱེད་པའི་གི་བར་དུ་བསྐྱེད་པའི་རྐྱེན་དུ་བཅས་པ་ཡོད་དོ་ཅོག་མ་ལུས་པ་ཐང་སྐྱེད་རང་གི་མར་ཤེས་པ་དང་བྲང་བྲིན་པ་བཅས་ཀྱི་གི་ཞང་གཉིས་ཀྱི་ཞིང་ཆུ་སྲན་དུ་ལྡན་པས་དེ་རིང་འགྲན་དུ་བོས་ནས་དེ་དག་དགའ་ཞིང་སྙིགས་པར་བྱེད་པའི་ཆེད། དགག་གིས་ཚིམ་པ་བྱེད་པའི་ཕྱིར། འོ་ད་དེའི་ཕྱིར་དུ་གཉིས་ཀྱིས་སྤྲོ་བ་བྱེད་པའི་ཕྱིར། འོ་དེའི་ཕྱིར་དུ་འགྲན་དུ་བོས་ཐུགས་མཁས་གཅིག་གིས་སྙིགས་རྗེ་ཆེན་པོ་སྟེར། དེས་སྙིགས་རྗེ་ཆེན་པོའི་འགྲན་དུ་ཚུར་བོས་ནས་དེ་ཕྱིར་གཉིས་ས་རི་ཁྲོད་འགྲན་སེལ་དུ་བཙལ་ནས་འདོད་ན་འདྲེ་ལྡན་འབྱུང་པོ་འདུག་ས་ཕྱི་བོད་ཀྱི་གནས་གང་ལ་ཡོད་པ་དེ་ལ་སོང་ནས་དེ་ན་བཟླས་བརྗོད་དང་དེ་ན་ཉམས་སུ་བླངས་ན་དེ་ནས་ཕྱིས་ཀྱི་ལྷ་འདྲེ་འབྱུང་པོ་བདེ་དགེ་ལ་སོགས་པ་གང་ལ་ཡང་འཇིགས་སྐྲག་མེད་པ་ཡ་ང་བག་ཆགས་མེད་པ་རང་གི།

ཁོ་སྒང་དགུ་ཡའི་རོང་ཚ་ནུབ་རྫོང་དུ་ཀྲིན་ཟམ་ཙུང་དུ་གནས་སྤར་བྱ་རྒྱུ་གཅིག་གི་ལས་དང་གནོད་འཚེ་ཡང་གི་བསམ་པ་ཐམས་ཅད་ཚོ་མ་ཁུ་རྒྱོད་ལ་ཡོད་ཚད་དུ་ད་ཞིབ་ཚར་རེད། ག་ས་ན་ཁོ་དགའ་ཚར་རེད་ཁོ་མགུ་ཚར་རེད་ཁོ་ཚིམ་ཚར་རེད། སྒང་དགུ་ཡའི་རོང་ནས་ཁོ་ཚིམ་ཐག་ཆོད་ཚེ་ད་ཁོ་ལ་དགུ་མ་རེད། ཤ་དགུ་མ་རེད་ཚེ་དགུ་ཙེ་དགུ་མ་རེད་ཚེ་དབུས་སོང་སོང་དགུ་མ་རེད་ཁོ་ག་ས་ཚིམ་ཚར་རེད་ཁོ་ལ། ཁོ་ཚེམ་ཚ་དུས་རྩ་ནས་དེ་ནས་བ་ཅོའི་གནོད་པ་ཐང་ཅིག་མ་འོངས་པ་ན་ཁོས་གཏོང་གི་མ་རེད་ཁོ་དགའ་ཚ་དུས་སོ་སོའི་གྲོགས་པོ་ཆགས་ཚར་རེད་མ་གཏོགས་གདོང་བ་ཞེས་པའི་སྒྲ་གྲོགས་པོ་རེད་གནོད་པ་ཞེས་པའི་གི་ག་གནོད་པ་ཞེས་པའི་གག་བ་དུ་སྤྱོད་པའི་སྐྱེས་ཐང་ཅིག་ཉི་མ་དེ་རིང་ནས་བཟང་དེ་ལ་རང་གི་གྲོགས་པོ་ཆགས་ཚར་བ་རེད་ད་རུང་རང་གི་གྲོགས་པོ་མ་ཆགས་པ་གི་ལྷ་འདྲེ་ལྡན་གི་དེ་འདྲའི་རྩ་ནས་མི་སྲིད་པ་རེད་རང་གི་ཚེ་ལུས་སོང་སོང་དུ་བཟང་དུ་ཁོ་ལ་སྐྱེ་དགོས་ཐང་ཅིག་ཁོ་ལ་སྤྲད་ཚར་དུས་ད་རུང་ཁོ་གྲོགས་པོ་མ་ཆགས་མཁན་གྱི་རྩ་ནས་མི་སྲིད་པ་རེད། རྒྱུ་མཚན་དུས་རྟགས་ཀྱི་གྲོགས་པོ་ལྕགས་ཚ་དེ། དེ་ནི་གདོང་བ་ཞེས་པའི་སྒྲ་ཐམས་ཅད་རྩ་མིག་འགྲོ་ཚ་རེད། གནོད་པ་ཞེས་པའི་སྒྲའི་བར་དུ་གཅོད་པའི་ཆོས་ཐམས་ཅད་རྩ་མིག་རེད་ཚ་རེད་དེ་རྩ་མིག་གཙང་དག་རེད་ཚ་ན་དགྲ་བགེགས་འདུ་སོང་འདུ་ཚ་རེད། འདུ་རྒྱུ་དེ་འདུ་ཚ་རེད་འདུ་ཟེར་བ་དེ་རེད་བསྐྱོད་རྒྱུ་བསྐྱོད་ཟེར་རྒྱུ་དེ་དེ་རེད། དེ་གི་གཉིས་ས་རི་རི་ཧྲོད་འགྲིམ་པ་ཞིག་བསྐྱོད་སོང་རེད་ད་རི་ཧྲོད་ལ་སོགས་པ་དེ་སོགས་ཐམས་ཅད་དང་ཁྱད་པར་དུ་དུག་ཧྲོད་དེ་སོགས་ཐམས་ཅད་ཀྱི་ནང་ལོགས་ལ་ད་རི་ལྡན་གྱི་རྒྱ་ཁོངས་སུ་ཤ་ཟ་རྒྱུ་འཚེ་མཁན་ཁྲག་འཐུང་རྒྱུ་འཚེ་མཁན་ཚེ་བུ་གསོ་སྲུང་ལེན་མཁན་དང་གྱི་དོ་ན་གནས་བརྒལ་ཟེར་ནས་དེ་ནི་འདྲེ་ལྡན་རྒྱ་འགོམ་གང་ལ་གནས་སྲིད་ཀྱི་ཡོད་དོ་ན་འགྲོག་ནས་དེ་དེ་ན་ལུས་སྐྱེས་བུར་དུ་ཤོང་ལུས་ཤ་ཧྲོག་ཐང་ཆད་དེ་ན་ཕོ་མེད་དུ་གཏོང་ནུས་ཀྱི་དེ་འདྲིའི་དེ་ལ་ཤི་རེ་ཧྲོད་འགྲིམ་པ་ཤི་གྱོད། སྟེགས་ཀྱི་གདན་གྱི་རྒྱ་འགོ་ཐང་ཆད་དེ་རིགས་དགའ་ཞིང་གཉིད་ལ་ཚིམ་ཞིང་ཡིད་རུང་བའི་སྟོབས་ཀྱི་སྒོ་ནས་རང་གི་གྲོགས་དུ་སྒྲ་སྙན་དུ་བཀུག་ཟེར་རྒྱུ་དེ་རེད། དགྲ་བོ་ཡོད་ཚད་གནོད་པ་ཞིག་བུ་རྒྱུག་བར་དུ་སྐྱོད་པའི་རྐྱེན་ཐམས་ཅད་རྩོམ་པ་གཉིས་ཀྱིས་ད་གྲོགས་པོ་ཉིད་དུ་དགའ་མགུ་ཡིད་རང་སྐྱོ་རྒྱུག་གི་ལྟོ་རྒྱུའི་སྒོ་ནས་དེ་ནི་འདོད་རྒྱུ་ཆེ་དེར་བཞག་གཉིས་ཀྱི་ཞང་ཁྱུང་སེང་གི་ལྟོ་རྒྱུའི་སྒོ་ནས་འདོད་འགྲོགས་རྒྱུ་ཆེ། དེ་ཕུང་པོ་གཟན་དུ་ཤོར་བ་ནང་གི་སྐྱོ་སོང་ད་དེ་ཤི་གི་སྐྱོ་དེ་འདོད་རུང་དུས་ལྷ་འདྲེ་མི་སྲུང་ལ་སོགས་པའི་གང་ན་གང་ནས་བྱུས་པ་ནང་བཞིན་གྱི་ཅིག་གདུང་བ་ཞེས་པའི་སྒྲ་ཕྱོགས་གནས་པར་བྱས་པའི་དགེ་ཕྱོགས་བར་དུ་གཅོད་པའི་སྐྱེས་མཆོག་ཡོངས་སུ་རྫོགས་པ་ཐམས་ཅད་དགའ་ཞིང་སྤྲོ་བ་ཞེས་པའི་འགུགས་དགོས་ཡིད་རངས་པའི་གི་ཕྱིར་དུ་ལ་དྭགས་རང་གི་ཤ་ཁྲག་ཕུང་པོ་ཐམས་ཅད་དངོས་སུ་ཅིག་ཚད་ཐུང་ཅུང་ནད་མོ་རྒྱུ་ལ་སོགས་པའི་ཟས་བཟའ་བ་ཤ་ལ་བཤོས་བཏུང་བ་ཁྲག་ལ་བཤོས་སམ་ཕོངས་པ་མེད་པ་གཏོང་ནུས་པའི་གི་སྡིག་མཚོན་དེ་སྟོང་ཉིད་རྟོགས་པའི་ལྟ་བ་དང་ལྡན་མིན། བདག་མེད་རྟོགས་པའི་གདིང། གདིང་ཚོད་དུ་བདེན་པ་བཅས་ཀྱི་སྒོ་ནས་བདག་དང་ང་དང་འཛིན་པའི་ངང་འཛིན་འབྲས་བུ་བཅས་ཐམས་ཅད་འཛིན་པ་ཐམས་ཅད་དེ་ནི་སྟོང་ཐུན་མཁན་བཅས་ཀྱིའོ་དེ་འདི་ལྟ་བུའི་བདེན་དུ་བདེན་པས། དེ་ལ་ཞོག་ན་ཕུང་པོ་གཟེངས་དུ་གཤོལ་བ་ར་སེ། ང་དང་བདག་དང་འཛིན་ས་བྱས་པའི་ཡོད་ཚད་ལུས་གསུམ་གསུམ་པོ་འདར་ཞེན་པ་དང་བྲལ་བ་ཅན་གྱི་ཁྱབ་པ་དང་བྲལ་བའི་སྒོ་ནས་སྟོང་ནུས་པ་བཅས་ལ་ཕུང་པོ་གཟེངས་དུ་གཤོལ་བ་ར་སེ་རྒྱུ་ཅན་དེ་རེད། ད་ལྟ་རང་བཟོས་སུ་ནའང་འགྱོད་པ་མེད་པ་བཅས་དང་ཕོངས་པ་མེད་པ་ཅན་གྱི་དེར་བཅོས་གསུངས་པ་རེད། དེའི་རྟགས་ཀྱི་སྒོ་ནས་ཉང་ཁྲིའི་རྩེ་ནས་བསྐྱོད་སོང་འདུག་གང་ལ་ད་གཏོང་མི་ནུས་མཁན་ད་ད་ལྟ་བར་དུ་ལ་དགྲ་འདྲེ་འབྱུང་པོ་ཐང་ཆད་དེ་རང་གི་གཉེན་དང་གྲོགས་པོ་དགའ་ས་བཟང་རྒྱལ་གྱི་འཚོ་བསྡུ་ལ་ཚུགས་གཏོགས་མ་ཐུབ་ནས་ཕ་གདོང་རིགས་ཡོད་དུ་བཟང་ནས་སྐྱིད་ཐུབ་གང་ཐུབ་ཞེ་རིགས་བཤད་བསྡད་རྒྱུ་ཁེ་དུས་ཁོ་ཀ་རེ་ཀ་རེ་ཁོ་ཁེ་ཀ་རེ་ང་ཁེ་དུས་ད་ལྟ་བར་དུ་ཁེ་རེའི་ཕང་རེང་གི་རྟགས་ཀྱི་སྒོ་ནས། སྒྲ་ལ་སྒྲ་རུ་བཟང་བསྡད་རྒྱུ་གཅིག་དེ་འདྲའི་ཐང་ཆད་དེ་རྩད་ནས་བཅོས་ཏེ་དེ་རིང་ནས་བཟང་དེ་ལ་ཁེ་ཕང་གཏུག་ས་ཞིག་གི་ཡུལ་མེད་མཁན་ཐང་ཆད་བཙོན་པ་རང་གི་སྙེ་ཐོག་གྲུ་བོ་སུ་བཀུག་བཞག་རྒྱུ་གཅིག་དེ་འདྲའི་གི་ཐབས་ཆད་པ་གཅིག་འདི་ལ་བརྟེན་ནས་དེ་ནས་རང་གི་རྩ་བ་དེ་བདག་འཛིན་རྩད་ནས་བཅོས་ཐུབ་མཁན་ཅན་གཅིག་ཡིན་དུས་རང་གི་ཚེ་བུའི་གསུང་གསུམ་པོ་འདི་ལ་ཡང་གཞན་གྱིས་བེད་ཤོད་པ་དང་གཞན་ལ་ཡག་གི་མཆོད་པར་མ་གིས་སྦྱིན་པ་བག་ཏུ་ལེན་རྒྱ་བར་བྱས་ན་ཡང། ལོ་ལྟར་འཛིན་པའི་ཞེན་པ་དང་དེ་ལ་ཕོངས་པ་བསྟན་པའི་རྩ་ཡང་བྱང་མི་ཐུབ་པས་དེ་འདྲའི་རྐྱེན་གྱིས་གིས་ད་སྟོང་ཉིད་རྟོགས་པའི་གདན་དུ་བསྡད་ན། དེའང་སྟོང་ཉིད་རྟོགས་པའི་ལྟ་བའི་གིས་གདན་དེ་ཇི་ཙམ་ཟབ་པ་དེ་ཙམ་གྱིས་ཚེ་ལུས་སྲོག་གསུམ་ལ་སོགས་པའི་ངག་ཏུ་བདག་ཏུ་འཛིན་པའི་གིས་འདི་ནི་འཛིན་པ་ཐམས་ཅད་དེ་དེ་དང་དེ་ངོས་ཚོས་ཀྱིས་དེ་ནི་གྲ་ཐུབ་པ་ཅན་གྱིས་དང་བློས་དུ་གཏོང་ཐུབ་པ་ཅན་གྱི་གིས་ནུས་པ་དེ་དེའི་ཐུགས་ནས་སུ་བྱང་དགོས་པ་ཅན་ཡིན་དུས་དེ་འདྲའི་རྐྱེན་གྱིས་བྱང་ཚར་སོང་ན། ངག་ཏུ་བདག་ཏུ་འཛིན་པའི་ངར་འཛིན་དེ་ཚེ་ལུས་སྲོག་ཟུངས་ལ་ཞེན་པ་ཐམས་ཅད་རྩད་ནས་གཅོད་ཐུང་ཁུལ་གྱིས་ཤོང་ན། བ་ད་ལྟའི་གཉིས་པ་གཏན་གྱི་སྐྱོ་ཟེར་རྒྱུ་མཁྱེན་ཏེ་སྐྱོ་ཐང་ཆད་ཀྱི་རྩ་བའི་ཨ་ཐང་སྙིང་པོ་ངོ་མ་དེ་དེ་རེད། དཔེར་ན་ས་སྐྱོ་ལ་གནས་པའི་འཕགས་པ་ཐང་ཆད་དང་སངས་རྒྱས་ཀྱི་སས་བསྡུས་དགག་པའི་ཆོས་ལོངས་སྤྲོ་གསུམ་གྱི་འཕགས་པ་དང་པོ་དེ་འཕགས་པ་ཐང་ཆད་དེ་ད་ངོ་མ་གཉིས་པ་གཏན་གྱི་སྐྱོ་པ་ངོ་མ་དེ་སོགས་རེ་ཟུང་རེ་བཅོས་ཀྱིས་གསུངས་པ་དེ། དེ་ལྟ་བུའི་གྱི་སྤྱོད་གསུང་དུ་བདེན་པའི་ཉམས་སུ་ལེན་མཁན་གྱི་གང་ཟག་བྱུང་ན་ད་དེ་དོན་གྱི་ངེས་པ་བསྟན་ཅིག་སྤྱོད་པ་ཟེར་རྒྱུ་དེ་འདྲའི་ཅི་རེད་གསུངས་རེད་ད་སྤྱོད་ཚར་གཅིག་གཏོང་རྒྱུ་གི་ནང་དེ་གསུང་གི་ཚོང་དགོས་གི་ཡོད་རེད་མ་གཏོགས་དེ་འདྲའི་ཁ་ཁ་ཁ་ཁ་ཟེར་རྒྱུ་ཅི་ཡང་མ་རེད་གི་རྣམ་པར། འོ་ཆུ་རྗེ་ས་པན་རི་དྭགས་གི་གསུངས་པ་ནང་གི་འཆད་ཚུལ་རྣམ་པར་བཤད་ལ་མཁས་མཇུག་ཚེ་གཅིག་ཏུ་འཁྲུལ་བས་ཐོབ་གསུངས་པ་ནང་གི་བྱིན་གྱིས་བཤད་པའི་གནད་གང་ན་སྤྱོད་ཀྱི་དབྱེ་བ་རྣམ་པ་གསུམ་ཕྱི་ནང་གསུངས་སུ་བཤད་ན་ཡང་དོན་ཉམས་སུ་ལེན་དུ་སྤྱོད་ཐུན་གཅིག་གཏོང་པའང་ཉམས་ལེན་ཐུན་གཅིག་གི་ནང་ལ་ཆ་གསུང་ཚོང་དགོས་རྒྱུ་ཅི་བོ་དེ་འདྲ་ཅིག་རེད་ཞེས་གསུངས། རྒྱུ་མཚན་དེས་ན་གྱོད་བྱས་པ་དང་གྱད་གྱོད་མ་རིག་པ་དང་འཁྲུལ་སྣང་ཐམས་ཅད་ཀྱི་རྩ་བ་སྡང་རྫས་བཙལ་ནས་གྱོད་པ་ལ་དེ་ནི་གྱོད་རྒྱ་ངོ་མ་དེ་ད་དེ་རེད་དེ་སོགས་ཀྱི་གྱོད་ཐུག་ནི་ནི་གྱོད་པ་དན་གྱི་ངེས་པ་དན་གྱི་གྱོད་པ་ངོ་མ་དེ་དེ་རེད་གསུངས་རེད་ཉག་གཅིག་བཙལ་ནས་གྱོད་པ་དན་གྱི་གྱོད་ཞེས་བྱ་བ་ད་དེ་དན་དང་ངོ་མ་ཐུག་ས་དེ་རེད་དེ་མ་བྱས་པ་དེ་ཕྱིར་འཁྲུལ་སྣང་གི་འབྲས་སད་པས་མི་སོད་གསུངས་རེད་དེ་ལྟ་བུ་མ་ཡིན་པ། ཚེ་རག་ཐོག་མ་མེད་པ་ནི་སྔགས་ཀྱི་ཕག་བསད་དེ་མ་བརྡུངས་ཏེ་ཨོ་ཡ། བཟའ་ཟླ་ཚེ་རོག་བུ་ས་ཕོ་མོ་དོན་གྱུར་ཁྱོད་གནོད་དེ་ཞེས་བཤད་ནས་གདོང་བ་བྱས་པའི་སྦྲ་ཁོག་གི་སྦྲ་དེ་སྲོག་སྲོག་ནས་གནོད་པ་ཞེས་པའི་བགེགས་ཐམས་ཅད་ཀྱི་སྔགས་ལ་བགེགས་དུ་བར་བྱས་ཏེ་སྟོང་སྟོང་ནས། བར་དུ་གཅོད་པའི་རྐྱེན་ཐམས་ཅད་ཀྱི་བཀའ་མངགས་བྲལ་བྲལ་ཉི་མ་དེ་རིང་ངས་ཁྱོད་མི་ཡ་རེ་བསམ་པའི་གྱི་ཞལ་གདམས། ཞལ་གདམས་རང་ཚིག་པ་ཅི་བགྱི་དེ་ནི་བཀོད་ནས་ལྷུང་ཁ་པོ་ཨང་རྩིག་གདོང་ནས་ཧུང་ཧུང་བེད་བེད་ཟེར་ནས་ངས་ཉི་མ་དེ་རིང་ཁྱོད་མགོ་བོ་ཚ་བ་རྒྱག་དེ་སྟོང་གི་ཟེར་ནས་བདའ། དེ་ལྟ་བུ་ཅན་གཅིག་འཇིག་རྟེན་འཕགས་པ་གཅིག་གིས་དེ་ནི་སྒྲ་འདོགས་པ་ཡིན་ཟེར་རྒྱུ་གཅིག་སྙན་ཤོང་བ་ཟེར་རྒྱུ་གཅིག་དེ་འདྲའི་གཅིག་གི་ར་བ་ལས་མ་འདས་པ་གཅིག་གིས་ཞལ་གདོང་རོང་ཚེ་དཔག་གི་གཡོ་འོག་ཏུ་འཇུག་ནས་བཀོད་ནས་ལྷུང་སྟེ་དེ་ནི་ལུས་ངག་ཡིད་གསུམ་བྱ་བ་བྱེད་པ་དེ་གི་ཕྱིར་སྒྲ་འདི་གསལ་ཡིན་ཟེར་ན་ཡང་ཟེར་གི་མ་རེད་སང་རེད་གདུང་བས་མི་ཐུབ། བསྣན་པ་བརྒྱ་ཡིན་ཟེར་ན་ཡང་མི་གནས། འབྱུང་པོ་འདི་ཡིས་ནི་འདི་འདེང་གི་དང་བཅས་ཤོག་དེ་འདྲའི་གཅིག་གིས་བྱང་སྙིགས་ཀྱི་བྱང་ཆུབ་སེམས་ཀྱི་འདུ་བྱེད་གཅིག་གི་ཐབས།

ཡོད་ཕྱིན་ཆད་ལ་ད་རུང་དུ་བ་དེ་དེ་སྤོང་ཐག་ཙག་ནས་མེད་པ་མེ་ཡོད་ནས་བཟུང་སྟེ་དུ་བ་ཁོང་དབུགས་འཇུག་འབའ་ཞིག་པ་ཅན་གྱི་རེའི་གསུང་རེ་དེ་ཡིན་དུས། ཤིག་གིས། ལྷ་འདྲེ་མི་གསུམ་ལ་སོགས་པའི་གཟུགས་བརྙན་གྱི་ཚུལ་དུ་བཤད་དེ་གཟུགས་སུ་གྲུབ་བཞག་པ་དང་གཟུགས་མིག་གི་ཚུལ་དུ་ག་རེ་སྣང་ཚད་ཐམས་ཅད་ཀྱི་འབྱུང་པོ་ལྡན་གྱི་ཐམས་ཅད་ཀྱི་རྩ་བ་དེ་ང་དང་བདག་ཏུ་འཛིན་པའི་འབྲས་བུ་ཅི་འདས་ལ་བརྟེན་ནས་བྱུང་དགོས་པ་ཡིན་དུས་རྩ་བ་ང་འཛིན་གྱི་འདུན་མ་བསགས་པ་དེ་ཞིག་ཏུ། ང་ཚོའི་སྟེགས་ཆུ་རལ་བ་གཅིག་རང་གིས་བསྐྱངས་ནས་ངའི་འབྲས་ཆོས་ཕམ་པ་ཞིག་གིས་ཟེར་བ་གཅིག་གིས་དེ་འདྲའི་བློ་བུར་དུ། འདུ་བྱ་དེ་ང་ཚོས་འདི་ལས་བློ་བུར་དུ་གྱུར་པ་འདྲའི་མིག་དན་གཞན་གཅིག་ལས་སོགས་ནོར་བཏང། དེ་ནས་ང་དེ་དཔག་དུ་དགོས་ཐེག་དགོས་ཕོག་དུ་ང་ཐེག་དགོས་ནས་ངའི་འབྲས་འབྱུང་པོ་འདུག་གིས་ཟེར་བ་དེ་གིས་འདུག་རྒྱུ་མེད་པ།

ལྷ་འདྲེ་མེད་པ་ཞིག་ཏུ་མི་ནུས་ཏེ། གྲྭ་བ་སྲིན་མོས་ཀྱང་རྒྱལ་བཙུན་མི་ལ་ལ་ཚུར་ལས་བློ་གླིང་བློ་གླིང་བློ་བསྐོ་བྱས་ནས་བློ་བློ་གླིང་དུ་བཙལ་ནས་གྲྭ་བ་སྲིན་མོ་ཚུར་ལ་བགོས། འདྲེ་སྲན་གྱིས་བཙལ་བ་མ་ཤེས་ན་འདྲེ་ང་བས་མི་ཚད་གཞན་ཡང་ཡོད་ཁྱོད་སོང་གིས་བྱས་པས་ང་མི་འགྲོ་ཞེས་སུ་གསུངས་པ་ལྟར་དུ་སོང་རེ། རྒྱལ་བཙུན་མི་ལ་ལ་ཚུར་བསད་ནས། འདྲེ་ཐམས་ཅད་ཀྱི་བཙལ་བ་དེ་ཁྱེད་རང་གི་སེམས་ནང་ལ་ཡོད་དགའ་བུ་འབྱུང་པོ་འདུ་བྱེད་ཀྱི་བཙལ་བ་ཐམས་ཅད་དེ་ནི་ང་དང་བདག་ཏུ་འཛིན་པའི་འདྲེ་བ་ཅིག་སྟེ་རེད། དེའི་རྗེས་ནས་ཀྱི་ཁྱོད་རང་དཔྱད་པ་གྱིས་དོ་ང་ཡང་དེ་ནི་ཁྱོད་འགྲོ་གི་ཁྱོད་ཀྱི་ང་སོང་གི་སེ་གི་མ་རེད་ང་བོད་འགྲོ་གི་རེད་སེ་ང་ཁྱེད་རང་སེ་དགོས་གི་མ་རེད་ང་ཤི་འགྲོ་གི་རེད་སེ་ང་འདུག་དགོས་གི་མ་རེད་དོ་དུར་འགྲོ་གི་རེད་སེ། འོ་འདྲས་ང་བའི་མི་ཚེ་གཞན་ཡང་ཡོད་སེ། མ་གཏོགས་ཁྱོད་བུ་དེ་འདུག་མ་ས་པ་དུས་དེ་སྲིད་དུ་ད་ཁྱོད་སོང་ཟེར་ན་ང་འགྲོ་གི་མེད་སེ་ང་འདུག་ཡིན་ཟེར་ན་དུག་གི་མ་རེད་སེ། ང་བསད་ཡིན་བསད་ན་གསོད་གི་མ་རེད་ཟེར་ནས་དེ་ནས་གྲོགས་གསུམ་མོ་དེ་འདྲ་ཚུར་རྒྱལ་བཙུན་མི་ལ་རུ་བཞུགས་འདུག་སོང་རེ་ཞེས་སུ་བཞུགས་པ་ལྟར་དུ་རྒྱལ་བཙུན་མི་ལ་རེ་བཞག་ནས། འོ་འདྲེ་འདྲེ་རུ་བཟོ་ན་གནོད་པ་ཡིན་འདྲེ་བསད་རུ་བྱེད་ན་བྲོ་བ་ཡིན། འདྲེ་སྟོང་པ་སྟོང་ན་ཆོས་མཆོད་པའང་བསྐྱོད་ཟིན་པ་ཅན་གྱི་སྐྱེས་པས་བསྐྱོད་ཟིན་ཚར་བ་ཅན་གྱི་ཡིན་གསུངས་ད་མཆོད་པ་ངོ་མ་དེ་ཡིན་གསུངས་པ་རེད། ད་འདྲེ་འདྲེ་རུ་བཟོ་ཟེར་དུས་ང་དང་བདག་བཙུན་མོ་ང་འཛིན་དེ་ནས་གསོད་ན་བཞག་དེ་ཤི་རེ་བ་ཅིག་དེ་ཚུར་འཛིན། དེ་ནས་ང་ལ་གནོད་པ་བྱེད་མཁན་དང་ང་ཡོད་ཚར་བ་དང་ཟིན་ཚར་བ་ཡོད་པ་ཞིག་གིས་དེ་ནི་ང་ལ་གནོད་གཞི་དང་ང་ལ་བདེན་གཞི་དང་ང་ལ་འཇིག་རྟེན་ཞི་བཞིའི་སེམས་བསྐྱེད་འཇིག་གི་དེ་ནི་འདྲེ་དེ་ལོག་ཤག་ཏུ་བཟང་དེ་ནི་དེ་ནི་འདྲེ་གཞན་དུ་བཟང་དགག་པ་ཡིན་ན། ད་དེ་གི་གནོད་གཞི་དེ་ལ་སེལ་ཚ་ཐག་དང་གཅོད་ཚ་ཐག་གཙང་ནི་ཡོད་མ་རེད་བསམ་རེད་གནོད་པ་ཡིན་བསམ་རེད་གར་དུས་ཡིན་ན་གནོད་རྒྱུ་རེད་བསམ་རེད། དེས་མ་ཡེངས་པ་ཅིང་འབྲེལ་ཕ་རིགས་ཡུལ་ལྷུང་བདེ་བགེགས་གཟུགས་ཅན་མི་དུ་གཟུགས་མི་ལྷ་འདྲེ་སོ་སྐྱེ་སྣང་ཚད་དང་བཅས་ཏེ་ངག་ཏུ་བདག་ཏུ་འཛིན་པའི་ཚེ་འདི་གི་རང་ལས་ཤ་རྒྱགས་པ་ཅན་གྱི་ཡིན་པ་དེ་ཧ་དེ་བཀོད་ནས། ད་འདུ་བྱ་ཀུན་གྱི་རྩ་བ་དེ་ཤིང་མེད་པ་ཞིག་ན་སེང་ཤིང་གི་རྩ་བ་སྐྱེ་དགོས་པ་ལྟ་དུ་འབྲེལ་ཐམས་ཅད་འདུ་དགོས་ན་འབྲེལ་ཐམས་ཅད་ཀྱི་རྩ་བ་རང་སེམས་བདག་ཏུ་འཛིན་པའི་བདག་ཏུ་འཛིན་པའི་གི་མགོན་པོ་འདི་ཡོངས་སུ་འདུ་དགོས་པ་ཞིག་ནས་རྩ་བ་འདི་འདུ་ཆོག་ཏུ།

དང་འབྲས་ལྡན་ཐང་ཆེན་ནི་འདུ་བྱ་འདུ་བྱེད་ཀྱི་བྱ་བ་གང་ལ་ཡང་བཙལ་མི་དགོས་པར་ཁྱོད་ཚ་བ་ཅན་དུ་མ་བསྐྱོད་ན་ཡང་ཁྱོད་ཚ་བ་ཅན་གྱིས་མ་འདུ་ན་ཡང་དུ་ཚ་བ་ཅན་གྱིས་ཀྱི་རང་གི་ངོ་མ་བསྐྱོད་པས་བསྐྱོད་མི་དགོས་པར་ཁྱོད་ཚ་རྒྱུ་ཅན་གྱིས་བསྟན་ཏོ་བསྐྱོད་པས་ཀྱི་ལས་ཐམས་ཅད་བྱས་ཚ་རྒྱུ་ཅན་དེ་འདྲ་རེ་ཟུང་རེ་ཞེས་དང། བདེན་གནས་བཞིན་ཕོ་མོ་སྣང་བ་འདི། མ་རྟོགས་དུས་ན་བདུད་ཡིན་ཏེ་ཐོས་མཚམས་བར་དུ་གཅོད་པ་ཞིག་རྟོགས་ན་བདུད་ཀྱང་ལྷ་ཡིན་ཏེ་དངོས་གྲུབ་ཐམས་ཅད་ཁྱོད་ལས་བྱུང་ཞེས་སུ་གསུངས་པ་ལྟར་གསུངས་པ་རེད། གདུང་བ་ཞེས་པའི་སྒྲ་གནོད་པ་ཞེས་པའི་བརྒྱད་ལ་སོགས་པའི་སྒྲས་དང་གསུམ་པོ་རྒྱལ་འགོང་ཕོ་མོ་ལ་སོགས་པ་སྣ་ཚོགས་པ་ཅན་གྱི་འཇིག་རྟེན་ཁམས་ལ་གྲགས་གིས་ཡོད་རེད་སྣང་གིས་ཡོད་རེད་བ་ཅོལ་བྱེད་མཁན་གྱིས་ཡོང་གིས་ཡོད་རེད་བ་སོགས་ཡོད་ཚད་ཐམས་ཅད་འདི་དག་སྟེ། ཧ་དེ་མ་གོ་ག་ནས་བྱུང་ཡོད་པ་དེ་རང་གི་བདག་ཏུ་འཛིན་པའི་ངར་འཛིན་གྱི་རྩ་བ་ཅན་དེ་ལ་བརྟེན་ནས་བྱུང་འདུག་ཡོད་པ་དེ་མ་ཤེས། ངར་འཛིན་ཡོད་པ་དེ་བདག་ཏུ་འཛིན་པའི་རྩ་བ་ཅན་འདི་ལ་བརྟེན་ནས་ཆགས་སྡང་སྨོན་སོང་གི་ཉོན་མོངས་དུག་ལྔ་དུག་སྲུང་གི་ནང་གི་དེ་ལྷ་འདྲེ་སྲིན་གདུག་པ་ཅན་དེ་འཆར། ནང་གི་འདྲེ་སྲིན་གདུག་པ་ཅན་དེ་ནི་དུག་ལྔ་དུག་གསུམ་དེ་ཡོད་པར་བརྟེན་ནས་དེ་ནི་གཤེགས་གསོལ་བཞི་དང་གྲོགས་བཞི་སྲོག་སྐྱོབ་མཁན། དབུགས་ལེན་མཁན་གྱི་གདན་གྱི་མཇུག་སྦུག་གི་རྣམ་པར་སྣང་དུ་ཕོ་མོ་ལྷ་སོགས་ཀྱི་གཟུགས་སུ་སྣང་བསྡད་པ་ཐམས་ཅད་མ་གཏོགས་དུས་ན་ནི་བདུད་ཡིན་ཏེ། དེ་དེ་དག་ཐམས་ཅད་མ་གཏོགས་ཧ་དེ་མ་གོ་དན་དེ་མི་གཏོགས་ཙག་དེ་ནི་ག་དུས་ཐུག་ན་ཡང་གནས་པ་བྱ་གི་རེད་ཐོ་ཚང་གི་རེད་བར་དུ་གཅོད་གི་རེད་སྲོག་བཅད་གི་རེད་དབུགས་ལེན་གི་རེད་གསུངས་པ་རེད། རྟོགས་ན་འདོད་ཀྱང་ལྷ་ཡིན་ཏེ་གསུངས་ཏེ་དེང་ཅིང་རུང་གིས་དེ་རྟོགས་ན་ནི་འདོད་དེ་དག་ཐམས་ཅད་དང་པོ་རང་གི་ཕ་མར་གྱུར་པ་ཤ་སྟག་རེད། རང་གི་རང་གི་ཕ་མར་གྱུར་པ་ཡིན་པ་ཅན་གྱིས་ཀྱི་དེང་དེ་རྟོགས། ཡིད་ཀྱི་བྱེད་པ་བྱས་ན་དེ་རྟོགས་ཀྱི་སྒོ་ནས་རང་རྒྱུད་ལ་ཡོད་པའི་ཀྱི་ངག་དང་བདག་དང་ཚུལ་མི་འདྲ་བ་ཅན་གྱི་གཉིས་པོར་བཅུ་དགག་པ་ཅན་གྱིས་ཀྱི་མ་ཤེས་དྲི་འདོན་བྱེད་པའི་བྱང་སྙིགས་ཀྱི་བྱང་ཆུབ་སེམས་ཀྱི་རང་བཞིན་ཅན་ཡིན་པ་ཁྱད་པར་དུ་སྙིགས་ཀྱི་ཁྱིམ་པའི་ངོ་བོ་ཡིན་པ་ཅན་སྙིགས་བརྒྱད་དུ་མི་ཤེས་པ་རྩ་ནས་མི་སྲིད་པ་རེད། སེམས་གཏིང་ལྡན་གྱི་འབྱུང་པོ་རྒྱ་སེང་ཡུལ་རྡོ་བཅུ་མ་ལུས་པ་ཐམས་ཅད་རང་གི་མ་ཡིན་པར་ཐག་ཆོད་རང་ཉིད་དེ་གའི་གི་བུ་ཡིན་པར་ཐག་ཆོད་ན་མ་ཐུབ་བུ་ཡི་འདུ་ཤེས་ཅིག་གིས་གདེང་གདེང་ཐུག་གདེང་གདེང་ཐུབ་པ་ཅིག་བྱེད་དོ། དེ་ཚོས་དེའི་ཐོག་ནས་གཞི་བཟུང་ནས་ལངས་དང་ལོངས་ཐུབ་པ་ཅིག་བཞག་ན། གཞན་ཕན་གཉིས་ཀྱི་ཆེན་པོ་དང་མི་ཤེས་རང་དབང་མེད་པ་ཅིག་གིས། གཉིས་ཀས་ཇི་ཙམ་བཤད་པ་དེ་ཙམ་གྱིས་ང་དང་བདག་ཏུ་འཛིན་པའི་གི་ཡོད། ཚེ་ལུས་སྲོག་གསུམ་པོ་འདི་གི་ཞེན་པ་དེ་དེ་གཙང་དུ་བསྐྱེད་ཐུབ་པ་དང་གཏོང་ཐུབ་པ་དེ་བློས་གཏོང་བྱེད་ཐུབ་པ་བྱུང་རྒྱུ་དེ་ཆོས་ཉིད་ཀྱི་ཐོག་རེད་ནུས་པ་རེད། དེ་ལྟ་བུ་བྱུང་བ་ཡིན་ན་རང་གི་མ་ཉིད་རྟོགས་པའི་རྟོགས་ཀྱི་སྒོ་ནས་གཉིས་ཀྱི་བཤད་སྲོལ་ཡོད་ཤེས་ན་གཉིས་ཀྱི་བཤད་བ་དེ་ལ་བརྟེན་ནས་ཚོགས་གསག་པའི་སྒྲིབ་པ་སྦྱོང་པའི་དངོས་གྲུབ་ཐམས་ཅད་རང་རྒྱུད་ལ་འཁྱོལ་དགོས་པ་དེ་རེད། དེ་ཡིན་དུས་རང་རྒྱལ་ཚོ་སྲོག་སྒྲིག་པ་བྱུང་ཚད་དང་བཅས་ཏེ་རང་གི་རྒྱལ་ཁའི་སྙི་རྗེ་བཤད་ས་ཞེས་བྱ་བ་ལ་བརྟེན་ནས་བྱུང་བ་རེད་སྙི་རྗེ་དེ་གང་ལ་བརྟེན་ནས་བྱུང་བ་སྙི་རྗེ་བཤད་སའི་ཡུལ་གཅིག་པུའི་གནོད་བྱེད་ཀྱི་གདོང་བ་ཞེས་པའི་སྒྲ་གནོད་པ་ཞེས་པའི་སྒྲའི་བར་དུ་གཅོད་པའི་སྤྱི་ཚོགས་ལ་བརྟེན་ནས་བྱུང་བ་ཅན་ཡིན་དུས། ལྷ་འདྲེ་མི་སྲུང་ལ་སོགས་པའི་བར་དུ་གཅོད་ཚད་དང་བཅས་ཡང་དག་བཀའ་དྲིན་ཅན་གྱི་དངོས་གྲུབ་གནང་མཁན་དུ་དངོས་གྲུབ་སྟེར་བ་པོ་རེད་ཚ་རེད་གསང་རེད།

ནོ། འགྲན་རྩོད་ཀྱི་རྟོག་པ་རྩད་ནས་གཅོད་པ་ལ་ནི་གཅོད་གསུངས་པ་ཡིན་གྱི་མ་གཏོགས་འགྲན་རྩོད་དྲུག་གི་སྟེང་དུ་ལ་གཅོད་ཟེར་གྱི་ཡོད་མ་རེད། འགྲན་བརྡུང་ཟེར་ནས་སྦྱི་བརྡུང་སྤྲད་རྒྱུ་གཅིག་ལ་འགྲན་གཅོད་པ་ཟེར་གྱི་ཡོད་མ་རེད། འགྲན་སྤྲོད་གར་སྤོད་གར་ཟེར་གཅོད་པ་ཟེར་གྱི་མ་རེད། འགྲན་གྱི་གནན་པ་འགྱེལ་གྱི་ཡོད་ཟེར་མཁན་གྱི་ཚོ་བཟང་འོ་མི་རྒྱལ་གནས་བསྡད་རྒྱུ་དེ་འདྲ་གཅིག་ལ་ཟེར་གྱི་ཡོད་མ་རེད། འགྲན་བརླག་པར་བྱས་ནས་རྩ་མེད་བཙོང་དོགས་བྱེད་དགོས་པ་དེ་འདྲའི་གཅིག་ལ་གཅོད་པ་ཟེར་གྱི་ཡོད་མ་རེད། དོན་གྱི་ཐོག་ནས། སྤྱོད་པ་སྤྱོད་བྱ་སྤྱོད་བཞི་བསྣན་པ་བསྣན་ཚུལ་འདུ་བྱ་འདུ་བྱེད་ལ་སོགས་པའི་དོན་དང་ཐུག་ས་ངོ་མ་སྟེ་རང་རྒྱུད། དེ་ནི་ཆོས་སོགས་ཉོན་མོངས་པ་ཐམས་ཅད་རྩོལ་བར་གྱུར་པ་དེ་ངག་དང་བདག་ཏུ་འཛིན་པའི་འབྲས་བུ་སྐྱེ་བོ་ཐ་དད་རེ་ཟུང་རེད། རྒྱུ་མཚན་དེས་ན་དཔྱད་བྱ་ཕྱི་ན་མེད་དེ་ནང་ན་ཡོད་པ་ཤེས་པར་བྱ་དགོས་ཀྱི་དེ་ཚོ་དེ་རེད་གསུངས་པ་རེད་ལ་ཆོས་གཞན་ཕར་ཕྱིན་བོད་ཀྱི་ལུགས་ལ་དེ་ནི་འཕྲིན་ལས་ཀྱི་རྣོ་སོ་དྲག་ཤོས་ཀྱི་ནུས་མཐུ་ཟླ་ཚེས་འདོན་ཚད་ཐམས་ཅད་ཕྱི་ལ་བསྐོར་ནས་ཕྱིར་དགྲ་བགེགས་ཀྱི་སྟེང་དུ་འཕྲིན་ལས་བསྟན་པ་བཞིན་ཀྱང། རང་རིག་གི་ཆོས་ལུགས་འདི་ལ་གསུངས། རེ་ལ་རེ་ཆོས་བཞིན་ཕར་ཕྱེ་བ་གསུངས་འདུག་དག་བྱེད་ནི་ད་ལྟ་འཇིག་རྟེན་གང་ལ་གནའ་སྔ་མོ་འདྲ་བར་རྒྱ་གར་འཕགས་ཡུལ་སྐྱིད་པོ་ལ་སོགས་ནས་བཏང་ན་དེ་ནི་ཆོས་ལུགས་ལ་འདྲ་རྒྱ་མི་འདྲ་སྟོང་སྟངས་མང་པོ་ཤེས་རག་བྱུང་བ་རེད་ཆོས་ལུགས་དེ་སོགས་དང་ཅི་ད་དེ་རིགས་ག་ཙོང་མང་པོ་ཅི་འདྲའི་རྩ་མེད་ཙོང་དག་ལ་འགྲོ་ཚ་ཡིན་པ་རེད་ད་ཡོངས་གྲགས་ལ་འཇིག་རྟེན་ས་སྟེང་མི་ཡུལ་འདིའི་སྟེང་དུ་དེ་ནི་ཤི་བ་དང་ནོངས་པ་གཉིས་ཟེར་ནས་གྲགས་རྒྱུ་གཅིག་འདུག་ཤི་བ་དེ་དག་ཐམས་ཅད་ལ་ད་ཅི་རྒྱ་གར་ཟེར་དགོས་རེད། ཡེ་ཤུ་ཟས་འཛིན་འདྲ་བོ་དང་ཧིན་དུ་ཟས་འཛིན་འདྲ་བོ་དང་ད་ཅི་ཆོས་ལུགས་མང་བོ་ཅི་ཡོད་རེད་ཆ་ཁ་ཤས་ཀྱི་ཆོས་ལུགས་ལ་སོགས་པ་དེ་སོགས་ཐམས་ཅད་མང་ཆེ་བ་ཐམས་ཅད་ཀྱི་སྒྲ་འབྲེལ་ཁས་ལེན་མི་བྱེད་དོ་ལྷ་ཁས་ལེན་མི་བྱེད་ལྷ་འདྲེ་གཉིས་ཁས་མི་ལེན་གྱི་ཕ་གཅིག་སྨྲས་པ་རེད། དེ་ནི་ལྷ་ཟེར་མི་དེ་རྒྱ་སྟེང་གཅིག་གདོང་གྲོགས་གཅིག་ཟེར་ནས་དེ་རྒྱ་སྟེང་བྱེད་རོགས་བྱེད་ཡ་རོགས་པ་བྱེད་རོགས་བྱེད་ཡ་གི་ཆེད་དུ་ལ་མི་གི་རྒྱ་སྟེང་ལ་མི་སྐད་གཏོང་པ་ལྟ་བུ་དང་གྲོགས་པོ་བརྐུ་བ་ལྟ་བུ་བྱིན་གྱིས་བརྩེ་ནས་ཤ་བཙོ་རྒྱུ་མ་བཀྲོངས་ཟ་རྒྱུ། འཐུང་རྒྱུ་ལ་སོགས་པའི་ཁྱུང་རགས་གྲོང་བརྡལ་པ་ནོར་གིས་བྱས་ནས་དེ་ནི་ལྷ་མཆོད་དམངས་མཆོད་ཁྲག་མཆོད་ཞེས་ལྷ་དང་བཅས་ལ་ཡང་མཆོད་པ་བྱས་ནས་ལྷ་མགུ་བ་བྱས། ལྷ་མགུ་ཚར་དུས་རང་ལ་ནང་སྒོའི་དུས་སུ་རྒྱལ་བསྟན་ཡིན་ཟེར་བའི་རྐྱེན་གྱིས། དེའི་མགུ་བ་གྱིས་རྒྱལ་བསྟན་སྡོང་གྲོགས་ཤིག་ཚར་དུས་བཙལ་ནས་དེ་ནི་འདོད་ཆགས་སྤྱོད་པ་གི་འབྲས་ཤིག་ཡོད་ཟེར་བ་དེ་གིས་ཞལ་གདངས་དྲག་པོ་གཅིག་གི་ཀུན་ནས་ལྷུང་ནས། འབྲས་ཟེར་མཁན་དེ་རྩ་མེད་བཙོང་དང་སྐེ་བཅད་རྒྱུ་སྲོག་བཅད་རྒྱུ་ཨོག་ལེན་རྒྱུ་ལ་སོགས་པ་འདི་འདྲའི་བྱས་ནས་འདོད་སྦྱོང་བྱས་ནས་དེའི་མཐའ་ཤེས་བྱོས། འབྲས་འདི་བཞི་སྤྱོད་པའི་ཐབས་དང་ཤེས་རབ་གསལ་རྒྱུ་ནོམ་པ་སངས་རྒྱས་ཕིག་གི་དང་གིས་གང་ནས་ཞུགས་པ་ནང་གི་བྱིན་གྱིས་བརླབས་ཏེ། ཤེས་རབ་སྟོང་ཉིད་རྟོགས་པའི་ལྟ་བ་ཡང་མེད་པར་གྱིས་ཐག་ཆང་ཉིད་ཀྱི་བྱང་ཆུབ་སེམས་ཡང་མེད་པར་གྱིས་དེ་ནི་མཐའ་ཤེས་བཟང་དུ་འདྲེས་པའི་གི་སྟོང་ཉིད་གཉིས་ཀྱི་གཉིས་པོ་ཅན་གྱི་དེ་ནི་མཐའ་ཤེས་མཚན་བྱ་དེ་ནི་མེད་པར་གྱིས་ནི་ཤེས་ཀྱི་མཚན་བྱ་མདའ་རྩེ་མདུང་རྩེ་དྲིལ་བསྒྲགས་ཀྱི་སྟ་རེ་ལ་སོགས་པ་དེ་སོགས་ཐམས་ཅད་དགྲ་བགེགས་སྟེང་དུ་ཕ་ཤོག་ནས་ཁ་ཤེལ་བཀོལ་ལ་འདུ་འདུ་འདུ་འདུ་བྱས་ནས་འདུ་ཚུལ་བྱས་ནས་ངག་ངག་རྫིག་རྫིག་བསྟན་བཅོས་དེ་ལྟར་ཤེས་པའི་གི། ཆོས་ལུགས་མང་ཆེ་བ་ནང་དེ་འདྲ་བྱུང་གི་ཡོད་རེད་བསམ་བློ་བསྟན་ཀྱང། རང་རེ་ནང་པ་སངས་རྒྱས་པའི་ཆོས་ལུགས་ལ་ནི་དེ་འདྲ་ཅིག་མ་རེད་བསམ་ལ་རྒྱལ་ཚོགས་མི་ལུས་ཀྱི་ཞབས་ནས་ཀྱང། ང་བོའི་ཆོས་ལུགས་འདི་ནི་སྡང་རྫས་རྩད་ནས་གཅོད་དེ་ཆོས་རྒྱལ་བློན་ཆོས་རྒྱལ་བློན་ལ་བསྐོར་ནས། ཤོར་བསྐོར་ནས་དེ་ནི་སྡོད་རྒྱལ་ཁ་ཡིག་ཁ་ཤིང་ཚོ་འཇུག་པའི་གི་ཆོས་ལུགས་ཡིན་གསུངས་པ་ལྟར་གསུངས་དེ་རྒྱལ་ཚོགས་མི་ལ་རས་པ་ཁོང་གིས་ད་ཆོས་ལུགས་ངོ་མ་ནང་པ་སངས་རྒྱས་པ་ཟེར་མི་འདི་ནི་ང་དང་བདག་ཏུ་འཛིན་པའི་གི་སྡང་འཛིན་དེ་བདག་རྐྱེན་གཉིས་སུ་འདོད་ན་ཆགས་སྡང་གཉིས་ཀྱི་ཡུལ་དུ་གྱུར་པ་དང་བཅས་ལ་ཆགས་རྐྱེན་ཆགས་རྐྱེན་དང་སྡང་རྐྱེན་གཉིས་ཀྱི་ཞེན་འཛིན་རྣམ་པ་གཉིས་པོ་དེ་དག་གནོད་བྱེད་ཀུན་གྱི་ཕོངས་བྱེད་ཀུན་གྱི་བརླག་བྱེད་ཀུན་གྱི་རྩ་བ་དེ་ཁོ་ཉིད་ཡིན་པ་དེ་ཧ་དུ་གོ་བར་བྱས་ནས་དེའི་རྩ་བ་དེ་གཅོད། དེ་གཅོད་པར་བྱེད་པའི་ཆེད་དུ་ལ། ཚེ་འདི་ཉིད་ཀྱི་འཇིག་རྟེན་ཆོས་བརྒྱད་ཀྱི་གཅིག། ཡོད་ན་དགའ་བ་སྟོད་ན་སྙིགས་པ་ལ་སོགས་པ་དེ་འདྲའི་གྱི་འཇིག་རྟེན་ཆོས་བརྒྱད་ཀྱི་བྱ་བ་ཐམས་ཅད་བླངས་ལ་བཀོད་ནས། མདོའི་རྣམ་པ་བཞི་སྟེ་ཕུང་པོའི་མདོ་དང་འཆི་བདག་གི་མདོ་དང་ཉོན་མོངས་པའི་མདོ་ལ་སོགས་པ་ཐམས་ཅད་ངོ་ཚ་བཅུག་ཤིན་སུ་འཇུག་བཅུག་ཁོང་ཚོ་ལ། ཡིད་འོང་དུ་བསྐོར་དུ་མི་བཏུབ་པ་ཞིག་ཁོང་ཚོ་གི་གཡོག་ཏུ་རྒྱུག་མི་དགོས་པ་ཅིག་བྱས་ནས། ད་རང་ཚུགས་མ་ཤོག་ཟེར་རྒྱུ་འདྲ་བོ་དང། སུན་པ་གནང་གིན་ཞེས་བྱས་ནས་རང་ཚུགས་དེ་རང་གིས་བསད་ནས་རྩ་བ་འགོང་པོ་ངོ་མ་གི་སྡང་འཛིན་གཉིས་པོ་དེ་རྩད་ནས་གཅོད་པ་ཞིག་པ་འདི་ད་ང་གི་ནོམ་པ་སངས་རྒྱས་པའི་ཆོས་ལུགས་ངོས་ཆོས་ལུགས་དེ་དེ་ལྟ་བུ་ཅན་གྱི་ཡིན་བསམས་ནས། དེ་ཡིན་པའི་རྒྱུ་མཚན་བྱིན་གྱིས་རང་གི་མདོ་བཞག་ཐང་ཆད་དགྲ་བགེགས་འདུལ་གསུང་ལ་སོགས་པའི་མདོ་བཞག་ཡོད་ཚད་ཐང་ཆད་འོག་ནང་གི་སེམས་ནང་འདིའི་སྟེང་དུ་མ་འདུལ་བས་ན་ནང་པའི་ཆོས་ལུགས་ཟེར་རྒྱུ། དེ་ནང་བགེགས་ཀྱི་བདེ་བ་དང་ཤེས་པ་ཐང་ཆད་གཉིས་སུ་འཛངས་གསུང་མཁན་གཅིག་གི་ས་བཅུ་གའི་ཡན་སྟེང། དེ་ནང་བགེགས་གཅིག་གི་སྟེང་སྐུ་བསྟན་པ་ཡེ་ཤེས་མཛད་པ་འཕྲིན་ལས་མཛད་པའི་མྱ་ངན་ལས་འདས་པའི་འབྲས་བུ་ཐང་ཆད་བདེ་བ་དང་ཤེས་པའི་ངོ་བོར་གྱུར་ཚད་ཐང་ཆད་དེ་ཡང། ནང་གི་སེར་སྣ་འདི་ནས་འཚོབ་ཚེ་རྒྱུ་རྐྱེན་ཡིན་པའི་རྒྱུ་མཚན་དེ་ལ་བརྟེན་ནས་དེ་ནི་ཆོས་ལུགས་ལ་སྣང་བ་སེལ་དགོས་རྒྱུ་ཅན་གྱི་དན་རྟགས་དེ་ཡིན་གཙོ་བོ་དེ་འདྲའི་གསུང་འདུག་གསུང་རུ་གསུངས་པ་ལྟར་དུ། ཉང་སོག་ལོང་ཚད་ཅིག་ནི་ཁ་ནང་ལ་ལོག་ནས་རང་གི་ནང་ནས་ཚོར་བདེ་སྐྱིད་ཚོར་ན་རང་གི་སེམས་རིག་སེམས་ཉིད་རིག་པའི་དན་སྣང་འདི་ནས་ཚོར་ཚོར་སྒྲ་འདི་གཉིས་བྱུང་ན་ཡང་གཉིས་བྱུང་དགོས་ན་རང་སེམས་རིག་པའི་སྒོ་ནས་ཡར་བྱུང། རྫོགས་བྱང་རྒྱུད་ཅན་གྱི་སྟེང་སྐུ་བསྟན་པ་ཡེ་ཤེས་མཛད་པ་འདི་ལས་མཐའ་དག་ཐམས་ཅད་ཤོང་ནུས་ཤོང་ཤེས་ན་ལྷུན་གྱིས་རྫོགས་པའི་ཚུལ་དུ་རང་སེམས་རིག་པ་འདིའི་སྟེང་དུ་ཨེ་མི་འདུག་དུས་དེ་ཤོང་ཁུལ་དུ་གཉིས་ཤོང་རྒྱུ་ངོ་མ་དེ་དེ་རེད། སྒྲ་འདོད་རྒྱུ་ལྡན་གྱི་རྒྱ་ཚིག་ལ་སོགས་པ་ཐམས་ཅད་དེ་ངག་ཏུ་བདག་ཏུ་འཛིན་པའི་རྩ་བ་ཅན་གྱི་སྙན་མོ་བརྒྱད་ཁྲི་བཞི་སྟོང་ལ་སོགས་པ་དུག་ལྔ་དུག་མཚུངས་ཀྱི་དུག་ཆུ་ཁོག་ཁོག་བཞིན་དུ་ཅི་ནང་སེམས་ནང་འོ་ན་འདུག་རྒྱུ་ཨེ་མི་འདུག་དུས་དེ་ཕར་འདུག་ཞོར་དུ་ཕྱི་གི་སྒྲ་སྒིག་ཐམས་ཅད། མདོ་ཚ་ཚ་བ་དང། སྐྱོད་ཚ་ཚ་བ་གྱིས་རེས་དང་དེ་ཡིན་པས་ངང་ཚུལ་གྱི་སྟེང་དུ་མཐོ་ཚད་ནུས་པ་ཐམས་ཅད་དེ་ལ་བྱང། ལོག་ཚད་འདོམས་པ་དེའི་སྟེང་དུ་བསྐྲད། དེ་ལ་སྣང་བ་སངས་རྒྱས་པ་གསེར་གྱི་སངས་རྒྱས་པོད་ཀྱི་ཆོས་ལུགས་དང་ལམ་ལུགས་ངོ་མ་དེ་དེ་རེས་སམ་རེས་ཡོད་ཀྱི་རྩ་དྲུག་ཏུ་ཞུགས་པ་ཡིན། སྒྱུ་རྩལ་བལྟས་ན། བསམ་ཤེས་ཤོག་ཤེས་རྒྱ་ཟེར་བ་ལས་ཀྱང་བཟོ་ཤེས་འཆད་ཤེས་སྐད་ཀྱི་དགའ་གསུམ་པ་རེད། འོ་ད་དེ་རིང་ང་ནད་པ་ཅིག་ལ་ནད་ན་གི་འདུག་ནས་བཟས་ཀྱི་འདུག་མིན་ནས་བཀྲོངས་གི་འདུག་ག་རེ་རེད་ཟེར་གི་ཡ་གི་གི་མོ་བ་ས་འགྲོ་མོག་ཅིག་དེས་ཕ་གིའི་རྩིག་པ་ས་ལོ་རྩིག་གི་རྩེ་དེ། འོ་ད་ཁྱོད་ལ་ཕ་གིས་མདོང་བ་ཞིག་བུ་སྒྲ་གཅིག་གིས་ནད་པ་ཞིག་བྱས་འདུག་ནད་པ་ཞིག་བུ་སྒལ་གྱིས་ཞོག་ནས་བཀྲོངས་གི་འདུག་འབག་གི་འདུག་རུལ་གི་འདུག་ཟེར། འོ་རྩིག་པ་ཅིག་ས་རྩིག་གི་བཙོང་འདུག་འོ་ད་དེ་ཁྱོད་རང་ནས་བསད་དགོས་ས་རེད་འདུག་དགོས་ས་རེད་སྤྲད་དགོས་ས་རེད་མ་གཏོགས་གྱུར་པས་ད་ཁྱོད་ཤི་ས་རེད་གྲོངས་ས་མ་རེད་ཟེར་རྒྱུ་ཅན་ལ་སོགས་པ

དེ་རིང་ཞང་གཉིས་རྒྱལ་གཞུང་ཞལ་གདོང་གི་སྐོར་ནས་ལྷོ་རྒྱུད་དུ་ཕུ་རེ་གཡོག་ཤ་ཚ་སྙན་རྒྱས་བྱོས། ངོ་མ་ཨེ་ཡིན་ཨོ་ཅི་ཤི། རྒྱན་གྱི་རྒྱ་སེ་ངག་ལ་ཞོག་ནས་ཀྲོང་རྒྱོག་ཨེ་ཡིན་ཅི་ཤི་རྣ་རྒྱོག་གཟེར་རྒྱོག་ཨེ་ཡིན་ཅི་ཤི་ག་ཚིག་ཡིན་སེ་ན་ཡང་ཁྱོད་ཁ་མེད་ཁྱོད་ཤ་ཚ་སྙན་རྒྱས། ཁྱོད་ཚེ་ར་ཐོག་མ་མིད་པ་ནས་ངག་གི་ཕ་མ་ཞིག་ཚ་བའི་དྲིན་ཆེན་ཤ་སྟག་རེ་ཡིན་ན་ཡང་ཁྱོད་ཀྱི་དེ་ནི། ལས། ཚབས་ཆེན་གསར་བུའི་སྒྲིག་ཆས་གསར་བུའི་རྒྱུ་མཚན་ལ་བརྟེན་ནས། ལས་ངན་གྱི་ལུགས་བསྟན་དེ་འདྲ་བོ་ཅིག་གླེང་ཚར་བ་རེད། དེ་འདྲའི་ལུགས་བསྟན་དེ་གླེང་ཚར་ནས་བཟང་སྟེ་ཁྱོད་ཀྱི་བཟའ་བ་ཤ་མ་གཏོགས་ནི་མི་བཏུག་བཏུང་བ་ཁྲག་མ་གཏོགས་དུ་སྤྱོད་པ་ནི་ཁྱོད་ཀྱི་མི་བློ་མི་གནས། ད་ཁྱོད་ཀྱི་ཟ་རྒྱུ་གི་ཤ་དེ་བུ་ང་གི་ཤ་མ་གཏོགས་ཁྱོད་སུ་ཟ། མ་དྲིན་མོ་ཅིག་ཁྱོད་ཀྱིས་བུ་ང་ཡི་ཁྲག་དེ་འཐུང་ན་འཐུང་འོས་པ་ཅིག་དང་ཟ་འོས་པ་ཅིག་ལོས་ཡིན། བསམ་པ་ལྟ་བུའི་ཞང་གཉིས་ཀྱི་ཞིང་ཆུ་སྲན་གྱི་ཀོ་ནས་སློང་སྟེ་དེའི་ཚོ་སྐལ་དང་མར་བཅོས་པའི་གདན་གྱི་འབྱུང་པོ་མཐོ་བ་ཅིག་དང་ཅི་ལྟར་ཤོག། བུ་སྔགས་ཀྱི་ཤ་སོགས་ཀྱིས་སྲོག་ཆོད་ཅིག་ཨོག་ལེན་ཞིག་ཤ་ཁྲག་དྲོན་མོ་སོགས་ཀྱིས། སྙིང་ཁྲག་དྲོན་མོ་འཐུང་ཞིག་ཟེར་བ་ལ་སོགས་པ་དང་ཅིག་ཟོག་ཞིག་ཁྱེར་ཅིག་སྐྱེས་ཀྱི་དགའ་གསུངས་ཏེ་དེ་འདྲ་ཅིག་སྐལ་གྱི་སྟོང་དུ་འཁོར་འཕགས་ཤིང་སྔོ་བཞིན་བྱས་ནས་ཞིང་བཞག་ན། སྐྱོ་ཆུང་གི་ན། ཁོ་གི་དགའ་མགུ་ཡིད་རང་གྲོགས་གི་ཁོ་དགའ་མགུ་ཡིད་རང་ཚ་ནས་བཟུང་སྟེ་སྡོང་བ་ཞིག་བུད་སྒྲ་ཡང་དེ་རིང་འཕེན་པ་ཞིག་བུད་གྲོགས་དང་གྲོགས་པོ་ཆགས་ཚར་བ་རེད་གྲོགས་པོ་ཆགས་ཚར་དུས་བཟང་ན་ཁྱོད་ལ་ནད་གཏོང་གི་མ་རེད་ནད་པ་བཤད་གི་མ་རེད་ཁྱོད་ལ་ཕན་བཏགས་གི་རེད་རང་རང་ཞིག་གི་རེད་གསུང་ཤོག་ཞིག་གི་ཁོས་གང་ཐུག་ཐུག་དེ། འོ་དེ་དེ་ཡིན་པའི་རྒྱུ་མཚན་དེ་འདྲས་ཀྱི་ནད་འགོག་བྱས་ཏེ་ཁྱོད་རྒྱོབས་ཤིག་སོམས་ཤིག་ཟེར་བ་རྒྱ་ལས་ཀྱང་ད་གསོ་ཤིག་ཁྱེར་ཅིག་ཟེར་བ་སྐྱེས་ཀྱི་དགའ་ཤིག་གསུངས་འདུག་གསུངས་རེད། ལྷ་སྲུང། རྒྱ་རང་དག་བསྒྲིམས་པ་ལས་ཀྱང་བསླངས་འབྲས་རྒྱ། ས་འཇུག་པ་ས་འཇུག་པ་འགའ་གསུངས་རེ། ད་ལྷ་ལ་སོགས་པ་དེ་དག་ཆོས་སྐྱོང་སྲུང་མ་ལྔ་གསུངས་ཤིག་ཤོག་གུ་མ་གཏོགས་བཅུ་པོ་འབྲས་ཀྱི་བསགས་ཀྱི་འདུག་གདན་གྱི་བཀླག་གི་འདུག་དེ་དག་ཐམས་ཅད་གསུངས་ཤིག་ཟེར་ནས་ད་ཅི་བརྒྱ་ཕྲག་སྟོང་ཕྲག་མང་པོ་འདན་བསྡད་པ་ལས་ཀྱང། འོ་ལྷ་འབྲས་ལྔ་བཟའ་མཁན་ཡོད་ན་བཟའ་རོགས་ཅིག་འཐུང་ཆུང་ཡོད་ན་འཐུང་རོགས་ཅིག་སྐྱབས་མཁན་ཡོད་ན་སྐྱབས་རོགས་ཞག་གཉིས་ཀྱི་བྱང་ཆུབ་སེམས་ཀྱི་སྐུ་ནས་ལངས་ཏེ། དེ་མི་ཡི་ཡིན་འདུག་ཁ་དྲང་ཐང་ཤེས་པས་དེ་གོ་ཆོད་ཀྱི་མ་རེད་དེ་དངོས་གནས་སུ་བཅོས་མ་མ་ཡིན་པའི་ཞང་གཉིས་ཀྱི་སྐུ་ནས་ལྷུང་སྟེ་དེ་ལྟ་བུ་ཅན་གྱི་འབྲས་ལྡན་རྒྱ་མགོན་ལ་སོགས་པའི་རྒྱ་ཕྲོག་མང་པོ་བྱས་ལ། ཟ་རྒྱུ་ཟ་བཅུག་འཐུང་རྒྱུ་འཐུང་བཅུག་གོ་ན་འོ་ད་དེ་གི་དགའ་གི་ཕ་ཚེམ་ཚུམ་ཚེམ་ཚིམ་པ་གསུང་དོན་ཅན་གྱིས་ཟེར་རྒྱུ་གཅིག་དེ་རེད་གསུང་རེད། དེ་ཡང་ཇི་སྐད་དུ་ནད་པ་འབྲས་ལ་བལྟས་པ་བཞིན། གཤེད་མ་དགྲ་ལ་སྐྱོ་བ་བཞིན། སྲང་གི་སྐྱོ་གི་རྒྱ་ལས་ཀྱང་ཟོག་གི་ཁྱེར་གྱི་སྐྱེས་ཀྱི་དགའ། ཨ་མ་སྐྱོ་མོའི་ཆུ་ལུད་བཞིན་ཞེས་གསུང་གསུང་རེད། དེ་ཡིས་འདི་དམ་པའི་ཆུ་སྤྱོད་ཟེར་བས་འདི་སྤྱོད་པ་ཉམས་སུ་ལེན་མཁན་དེ་ནི། ནད་པ་འདྲེ་ལ་ཕག་བཏེགས་ནས་འོ་ད་ཟ་རོགས་ཅིག་ཁྱོད། ད་ནི་ནད་པ་འདི་ནི་ན་འདི་འདུག་གྲོང་ནས་འདུག་རུ་འདི་འདུག་ད་ཅི་རེད་ཟེར་ན་འོ་ད་ཁྱོད་ཀྱི་སྲོག་ལེན་ཆགས་པའི་གི་སྲོག་ལེན་སྙམ་མཁན་ཞིག་ཡིན་ཟེར་སྲོག་ཉོག་ནས། ན་བ་འདྲ་ཤ་ལེན་ཅིག་འགུལ་མཁན་དང་ཅིག་ཤ་ཉོག་ནས་འོ་ད་ན་ལེན་ཤོག་ཅིག་བྱས་ནས་ན་བ་འདྲ་གྲོང་པ་འདྲ་ཡིན་དུས་ཙམ་ནས་ད་པོ་ལན་བཟོད་དགོས་ཀྱི་ཡོད་པོ་ལན་སྔ་རོགས་ཕྱི་རོགས་སྔ་རོགས་བཟོད་ན་ལུས་དགའ་སྟེ་ད་ཁྱོད་ཀྱི་ཟ་རོགས་གྱིས་ཟེར་ནས་ནད་པ་ལྷ་འདྲེ་སྟངས་ཆལ་ཕ་ཟ་རྒྱུ་ཟ་ཅོག་འཐུང་རྒྱུ་འཐུང་ཅོག་ཕ་བཞིན་བཞག་ན་ཁོ་རང་རྒན་རྒོན་ཡིད་རང་ཚ་ནས་བརྫངས་བསྟེན་ནས་དེ་ན་བཞག་ནས་ཁོ་རང་བོས་འགྲོ་གི་རེད་སོང་ཟེར་དགོས་ཀྱི་མ་རེད་དོ་འགྲོ་འགྲོ་གི་རེད་འགྲོ་ཚར་ནས་ནད་པ་ཐང་ཆལ་བྲོ་ཚར་རེད་ནད་ལས་དྲག་ཚར་རེད་དེ་ཡིན་དུས་གཤེད་མ་དགྲ་ལ་སྐྱོ་བ། དགྲ་ལ་སྐྱོ་བ་ཡིན་ནི་སོང་དུས་དགྲ་འདྲེ་མི་སོང་ལ་སོགས་པ་ཐང་ཆལ་ལས་ཤེས་བཅུག་ནས། ཁྱོད་ཁྱོད་གྲོགས་པོ་ཉིད་དང་འདྲ་འདྲའི་ཐང་ཆད་ཡོང་གྲོགས་པོ་ཉིད་དུ་ཚུར་བཀུག་ནས་ཐ་ཤིག་ཏོག་གྱིས་བསྒུགས་ཏེ་གྲོགས་པོ་ཅི། ཁྱོད་ང་ལ་གནོད་པ་བྱས་པའི་རྒྱུ་མཚན་ག་རེ་རེད་ཁྱོད་ལ་དགོས་རྒྱུ་ཅི་ཡོད་བསམ་རྒྱུ་མི་ཡོད་ཅི་ཡོད་ཚད་ཐང་ཆད་དེ་ང་གིས་ཁྱོད་ལ་སྡུག་ག་གི་ཁྱོད་ལ་འདུག་པ་ཞིག་གི་ཡིན་མི་སྲིད་ཅི་ཕར་རོགས་བྱས་ན་ཁོ་དགའ་མགུ་ཡེ་རང་ཚ་ན་ཚ་རེད་དེ་ནས་དགྲ་ཐང་ཆད་རང་ས་སྐྱེལ་དུས་དགྲ་ཐང་ཆད་དེ་གྲོགས་སུ་ཚུར་བརྡུང་ཚར་བ་ཅིག་དེ་ཡིན་དུས་དགྲ་ལ་སྐྱོ་བ་ཡིན་སོང་རེད་སོང་ཤིག་ཤོག་ཤིག་ཟེར་ནས་ལྷ་འདྲེ་ལྷ་ཐང་ཆད་ལ་ཡར་འབོད་རྒྱུ་རྒྱ་ལས་ཀྱང

བྱུང་ཚེ་དེ་ན་ནོངས་འདྲེན་རྫས་ཀྱི་རྩ་བ་བཅད་ན་ནི་སྣང་བ་དག་པར་ཤར་ནས་ནི། བདུད་རིགས་ཆོས་སྐྱོངས་སུ་གནས་སྐྱོ་འགྲོ་གི་རེད་གསུངས་ཏེ་རང་གི་ང་དང་བདག་ཏུ་འཛིན་པའི་འདྲེ་བོ་ཆེ་ཁང་གསུམ་འཁོར་བའི་འདྲེ་བོ་ཆེ་དག་འདི་འདོར་ཚར་སོང་ན། ང་འཛིན་རྩད་ནས་གཅོད་ཚར་སོང་ན་སྣང་བ་ཐམས་ཅད་དག་པར་ཤར་ཚར་བ་ཅན་གྱི་ཡིན་པས་གནོད་བྱེད་ཐམས་ཅད་ཡང་ཕན་བཞེད་དུ་གྲོལ་ནས། ལྷ་འདྲེ་གདན་གྱི་མི་སྲུང་གི་གདུང་བ་ཞེས་པའི་སྒྲ་སྨྲས་པ་ཞིག་དགེ་ཚུལ་ཡོད་ཚད་ཐང་ཆེན་ཆོས་སྐྱོང་དུ་སྲུང་མ་ལྟ་བུ་དེ་འདྲའི་ངོ་བོ་ལ་དེ་ནི་རྣལ་འབྱོར་དུ་ཤར་འགྲོ་གི་རེད། ད་ལྟ་གནོད་གཞི་གནོད་གཞི་རང་ཡིན་ནོ་ཤ་ཤ་འདུག་ཅེས་བྱིན་ཏེ་རང་གི་བརྗོད་ཀྱི་ངང་ཚུལ་མགོན་པོ་འདི་འདུག་མ་ཚར་བའི་རྒྱུ་མཚན་ཁྱོད་ཀྱི་ནུས་པ་ཁྱོད་ཀྱི་ནུས་མཐུ་ཁྱོད་ཀྱི་འོད་ཟེར་ཁྱོད་ཀྱི་ཡལ་ག་ལྟ་བུ་བྱས་ནས་དེ་ཚར་འདུག་ཅེས་བྱིན་དེ་འདྲ་རེད།